ད་ཇི་ལྟར་ང་ཚོ་གཟའ་ལྷག་པ་ལ་ལོ་རྟག་པ་ལ་ཅིག་ད་ལྟ་ཕྱོགས་སྐྱོང་ཅིག་ངོས་ནས་གོ་སྒྲིག་བྱས་ནས་གཟའ་ལྷག་པ་རྟག་པ་ལ་དེ་གར་སོང་ནས་ད་རྟག་པ་མ་རྟག་གཟའ་ལྷག་པ་ལོ་གཅིག་ནང་གཅིག་རེད་བ་ཐང་གཅིག་ལ་དེ་འདྲ་བྱེད་འདུག་བ་གོ་སྒྲིག་བྱས་ནས་དེ་རྣམ་པའི་ཚོགས་སྐྱོང་ཅིག་བྱེད་དགོས་ས་རེད་བ། དེའི་སྐོར་ལ་ག་འདྲ་རེད་ཅིག་བྱེད་ཡ་རེད་དྲ་བ་ཞིག་ན།
ཅི་ལྟར་ནས་འདུག་ཟེར་རེད་ང་རང་ཚོ་ད་ལྟ་དེ་སུད། ད་ལྟའི་ང་སུའི་ས་ནས་བོད་བུ་མོའི་ཚོགས་པའི་ཀྱི་ཚོགས་གཙོ་ད་ལྟའི་ད་ལན་ལོ་དེའི་ནང་ལ་གསར་པ་འཁུར་རྒྱུ་དེ་ཡིན། ཨན་སྤྱི་ཐང་ནས་ང་རང་ད་བུ་མོའི་ནང་ལ་ཟུར་ཞུགས་བྱས་ནས་ལོ་ཉི་ཤུ་ཕལ་ཆེར་བཙན་ང་སུ་འགྲོ་གི་ཡོད། ཨན་དེའི་ནང་ལ་ཚོགས་ཆུང་གོ་སྒྲིག་དང་རྒྱུན་ལས་ནང་ལས་ཀ་མང་པོ་བྱས་པ་ཡིན་རུང་ད་ད་ལན་ད་བྱས་ནས་ཚོགས་གཙོའི་གི་ཐོག་ནས་ད་བྱས་ནས་ངས་ཀྱི་ད་འགན་ཆེན་ལས་ནས་ད་ལས་ཀ་བྱེད་ཀྱི་ཡོད། ང་རང་ཚོའི་བུད་མེད་ཚོགས་པ་སུད་སི་ནས་བུད་བུད་མེད་ཚོགས་པ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ལ་འདུག་བྱས་ནས་དེ་བཙུགས་གནང་བ་རེད་ཨང་དེ་བཙུགས་ཡས་དེ་ཕ་ནས་ད་ལྟ་དྷ་རམ་ས་ལ་དང་ད་ཨུད་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ལ་རྒྱ་རོམ་པ་བྱས་ཀྱི་འདུག་བྱས་ནས་བུད་མེད་ཚོགས་པ་བྱས་ནས་བཙུགས་ཐུབ་ན་ཡག་པོ་ཡོད་རེད་སེམས་ལབ་ནི།

ཉིས་བརྒྱ་ལྔ་བཅུ་སུ་ཡོད་བ། དེ་དང་ཨ་ནི་ཚོགས་ཆུང་ལྔ་སུ་ན་ལ་གོ་བཞི་བརྒྱ་ཡོད་རེད། ད་དཔེར་ན་ཆ་བཞག་ན་ཚོགས་ཆུང་ད་ལྟ་གི་ལ་རུ་སི་གཡས་གཡོན་ལ་དེ་ངེས་ཀྱི་ད་ལྟ་ཚོགས་ཆུང་པད་མ་སི་ལ་རེ་བཞི་ཡོད་རེད། ད་ད་ནང་བཞིན་གྱི་དེ་ཕོལ་ཁོ་ཤི་བྷི་ལ་ཨེ་ཕེར་ཏི་ཀོན་དེའི་གཡས་གཡོན་ལ་དེ་ངེས་ཡང་ཚོགས་ཆུང་ད་ལྟ་གངས་ཅན་བློ་མཐུན་བྱས། ད་ཧོར་ཀན་གྱི་གཡས་གཡོན་ལ་དེ་དེ་ངེས་ཅིང་ཚོགས་ཆུང་པད་མ་ལ་ཡ་གཅིག་བྱས། ཨཱ་ནི། ད་ལྟ་རི་གོང་སྐྱེས་ཡུལ་ལ་དེ་སྐད་དུ་ཚུར་ཕྱུང་དོན་ལྡན་བྱས། ཨཱ་ནི། དེ་ང་ཚོའི་རྫུན་རིགས་གཡོ་ཡོན་དང་དེ་རོལ་དེ་ངེད་ཀྱིས་ཡང་ཚུར་ཕྱུང་ལྷག་བསམ་སྒྲུབ་མ་སླ་ཡ་ཅིག་ཡོད་རེད། ད་ལྟ་ང་རང་ཚོའི་སུད་སི་བུད་མེད་ཚོགས་པ་ལ་ཡང་ཚོགས་ཆུང་གཅིག་ང་ཚོའི་སྡོད་སྒར་གྱི་ཚོགས་ཆུང་གཅིག་ཡོད་རེད་འདུག་ཤེས་ན་ཁྱོན་བསྡོམས་ནས་ང་ཚོའི་ཚོགས་ཆུང་ལྔ་ཡོད་རེད་དེ་བ། ད་ད་ལན། ལྷག་སྒར་འདི་ང་ཚོ་ལྷག་བསམ་སྒྲོན་མེ་གྱིས་ལོ་རྟག་པ་རེ་བཞིན་ལོ་རེ་ལ་ཐེངས་མ་རེ་རེ་འདུག་ཤེས་ནས་ལྷག་སྒར་གོ་སྒྲིག་ཞུ་གི་ཡོད་རེད། ཨཱ་ནི། དེའི་སྐོར་ལ་ད་ལྟ་ད་ལྷག་བསམ་དྲོན་མེད་ཀྱིས་ད་ལྟའི་ཚོགས་ཆེན་གསར་པ་ཨཱ་ནི་དབྱངས་ཅན་ལགས་ལ་དེ་བཞིན་ནས་བཀའ་འདྲི་ཞུས་ན་ཨཱ་ནི་དབྱངས་ཅན་ལགས་ཀྱིས་འགྲེལ་བཤད་གསལ་བོ་ཞིག་རྒྱག་གི་རེད། དེ་ཞུ་ཡ་ཡིན།
རྒྱུན་ལྡན་སྤྱི་བཏང་གི་མ་རྩ་དེ་ད་བུད་མེད་ཚོགས་པའི་སོ་སོའི་བུད་མེད་ཚོགས་པ་རྒྱུན་རིང་པོ་བཙུགས་ནས་རྒྱུན་རིང་པོར་ཞིག་འདུག་ཨ་དེ་དེ་གི་རྒྱུན་ལྡན་གྱི་ལས་ཀ་ད་འདི་ལ་ཅིག་བོད་རིགས་མི་མང་རེད་དེ་འདི་གི་ཅིག་ཆོས་རྗེ་གང་དྲུག་རེད་ད་འདུག་དེ་རེད་ད་ད་འདུག་མེ་རེད་དབུས་གཙང་རེད་མང་པོ་ཅིག་འདུག་ཨ། ནམ་ཞིག་རྒྱུན་དུ་ནི་ཁྱོད་རང་ཚོས་ཅིག་ལིན་ཀོན་པེ་དེའི་ནང་ནས་མཉམ་ཞུགས་ག་འདྲི་ག་འདྲི་གནང་གི་ཡོད་ནའང་དེ་མཉམ་ཞུགས་གནང་གི་ཡོད་རེད། རེད་ད།
ང་རང་ཚོ་ད་ལྟ་དེ་སུད་ས་ནས་བོད་ཀྱི་བུ་མེད་ཚོགས་པའི་ཀྱི་ཚོགས་མི་ཚང་མ་ལོ་ལ་ད་ལྟ་སུད་ས་དང་ལིག་ཏེན་ཧྲི་ཏན་བོད་རིགས་མི་མེད་ཀྱི་བར་ལ་ཡོད་རེད། དེའི་ཚོགས་མི་དེ་ཚོ་ཚང་མ་ལོ་ལ་བྷེ་ཀེན་ནང་ལ་ཀྱི་ཚོགས་མི་ཅིག་རེད། དེ་ཡིན་དུས་གང་ལ་ང་རང་ཚོས་སུད་ས་དང་ལིག་ཏེན་ཧྲི་ཏན་བོད་རིགས་མི་མང་ཚོགས་པའི་ཀྱི་ཚོགས་ལས་འགུལ་ག་རེ་སྤུས་པ་ཡིན་ན་དེ་ང་རང་ཚོ་མཉམ་ཞུགས་བྱེད་ཀྱི་ཡོད་རེད་ད་དེ་ང་ཚོ་གི་བུད་མེད་ཁོ་ནས་ཀྱི་མིང་ཅིག་ཁྱེར་ནས་མཉམ་ཞུགས་བྱེད་ཀྱི་ཡོད་རེད་ཨ་ནེ་དག་ནང་བཞིན་གྱི་ཡང་སུའི་སི་ལི་ཐན་སི་ཐན་བོད་རིགས་མི་དམངས་ཀྱི་ཚོགས་མི་ཅིག་ཡིན་པའི་གི་ཁུལ་གྱི་ང་ཚོ་དུས་ཆེན་ལས་ཀ་མཉམ་འཛུགས་ལས་ཀ་བྱེད་ཀྱི་ཡོད་རེད་མཉམ་ཞུགས་བྱེད་ཀྱི་ཡོད་རེད་ཨ་ནེ་ད་ལྟ་ད་གཞོན་ནུ་ཡུ་རོབ་མཐུན་འབྲེལ་གཞོན་ནུ་རེད་བ་དེ་ད་ལྟ་བུད་མེད་པའི་ང་ཚོ་ཁོང་ཚོའི་མཉམ་དུ་ལས་ཀའི་ང་ཚོ་ལས་འགུལ་མང་པོ་ཞིག་མཉམ་དུ་ཆབ་སྲིད་ཀྱི་ཐོག་ནས་ལས་ཀ་དེ་འདྲ་ག་རེ་བྱེད་པ་ཡིན་ན་ང་ཚོ་མཉམ་དུ་བྱེད་ཀྱི་ཡོད་རེད། གིས་དེ་གཅིག་གཞན་ད་ལྟ་སུད་པའི་མཐུན་འབྲེལ་ཚོགས་པས་ཀྱིས་དེ་འདྲའི་ལས་ཀ་ག་རེ་བྱེད་པ་ཡིན་ན་ད་ང་ཚོ་ག་རེ་བྱེད་པ་ཡིན་ནས་ཚོགས་པ་ཚང་མས་ཀྱིས་མཉམ་རུབ་ཀྱི་ཐོག་ནས་ལས་ཀ་མང་པོ་ཞིག་ང་ཚོས་མཉམ་རུབ་ཐོག་ནས་བྱེད་ཀྱི་ཡོད་རེད་འདུག་ས་རེད། ཨ་ནི་ང་རང་ཚོས་ཀྱིས་ད་དམིགས་ཡུལ་དང་ད་ལས་ཀ་དེ་དེ་ག་རེ་ཡིན་ན་ཆབ་སྲིད་ཀྱི་ཐོག་ནས་ལས་ཀ་ཤུགས་ཆེ་རྒྱབ་དགོས་རེད། ཨ་ནི་དག་ན་ཤིང་གི་རིག་གཞུང་གི་ཐོག་ནས་རྒྱ་བལ་ད་ད་པེན་ཆ་ཞིག་ནས་བཞེས་འཁྲབ་ཡ་དང་དག་ན་ཤི། བུ་ཡུག་སློབ་གྲ་དང་ང་ཚོ་བུ་ཡུག་སློབ་གྲ་དེ་འདྲའི་ཁག་གཉིས་ཤིག་ཡོད་རེད། བུ་ཡུག་རྒྱུ་ནི་བཅས་མ་ཤི་ངེས་དེ་འདྲའི་ཀླད་ཀས་ང་ཚོ་བུ་ཡུག་སློབ་གྲ་དུག་གུ་དྲི་བྱེའུ་ཡོད་རེད། ཆོས་ཕྱོགས་ཀྱི་ཐོག་ནས་ཡིན་ན་ང་ཚོས་ལོ་གཅིག་ལ་ཐེངས་མ་གཅིག་ནང་ཆོས་གཅིག་བྱས་ནས་རྒྱ་བོད་ཞབས་བརྟན་བྱས་དུས་ཤིག་ཡོད་རེད། ཨ་ནི། དེ་ནས་ང་ཚོས་རྒྱ་གར་ལ་ད་ལྟ་ད་ང་རང་ཚོ་བུད་མེད་དུ་བྱས་ནས་དཀའ་ཉེས་འཕྲད་རྒྱུ་དེ་འདྲ་ལ་ཡང་ང་ཚོས་དཔལ་ཕྱོགས་ཀྱི་ཐོག་ནས་ཡང་ཚོས་དུས་ཤིག་རོགས་པ་བྱེད་དགོས་རེད། ལོས། ད་འདི་ལ་ཚོགས་པ་མང་པོ་བྱས་ཡོད་རེད། དེ་ཚོ་ཕར་ཟེར་འཆམ་ལམ་ག་འདྲས་ཡོད་ཁྱོད་ཚོ་ཚང་མ་འཆམ་པོ་ཡོད་དམ་མཐུན་པོ་འདྲ་ག་འདྲས་ཡོད། རེད་ད། ད་ལྟ་བོ་དོ་ང་ཚོ་ད་མདོ་སྟོད་དབུས་གཙང་ནས་མདོ་སྨད་ཀྱི་ང་ཚོ་ག་རེ་ཁོ་རང་ཚོས་ང་ཚོ་ལ་ཅིག་བྱེད་རོགས་བྱེད་འདུག་ཟེར་ནས་བཀའ་འདྲི་ཞུས་པ་ཡིན་ན་ང་ཚོས་ཀྱི་ཡིན་ད་ཡིན་ཟེར་ལ་ནི་ང་ཚོས་ཀྱི་ད་མཉམ་རུབ་ཀྱི་ཐོག་ནས་ལས་ཀ་བྱེད་ཀྱི་ཡོད་ད་ལྟ་བོ་དོ། བྱེད་པ་ཡིན་ད་རན་ང་རང་གི་ད་ཚོགས་གཙོ་བསྐོས་པའི་གི་དེ་བྱས་ནས་ང་རང་གི་འོང་ཡིན་ད་ཡིན་ལ་ནི་བྱེད་ཡ་རེད་སྙམ་དོ།

རྒྱལ་བ་རིན་པོ་ཆེན་གྱི་འཁྲུངས་སྐར་གེ་སར་རི་གོང་དགོན་པ་ལ་ད་རྗེ་བཙུན་རྣམ་པ་ཚོགས་ཀྱིས་རྟེན་འབྲེལ་གནང་ཡོད་བ། ཨ་ནི་དུས་དུས་མི་མང་འཛོམས་འཛོམས་བྱུང་ཡོད་མ་རེད། ང་ཚོ་ལོ་རྟག་པ་རེ་ཞིག་ལྷག་བསམ་སྒྲོལ་མ་ནས་དེ་འདྲ་སུད་བུད་མེད་ས་གནས་བུད་མེད་ཀྱི་ཚོགས་ཆུང་ལྷག་བསམ་སྒྲོལ་མ་ནས་ལོ་རྟག་པ་རེ་ཞིག་ལྷག་སྐར་གྱི་སྲུང་བརྩི་ཞུ་གི་ཡོད་བ། ཨན་དེའི་ད་འཁྲུངས་སྐར་དུས་ཆེན་མུ་མཐུད་ནས་ད་རེས་ང་ཚོ་མཉམ་འདོགས་ལ་སྲུང་བརྩི་ཞུ། ཁ་སང་ང་རང་ཚོ་རང་དབང་ལུང་པ་ལ་ཡོད་དུས་ང་རང་ཚོ་གི་ད་ཡོད་ན་མེད་ན་རྒྱལ་བ་རིན་པོ་ཆེན་གྱི་འཁྲུངས་སྐར་དང་ལྷ་སྐར་བཏང་ཡས་གི་ང་རང་ཚོ་ལ་རང་དབང་ཆ་ཚང་ཡོད་ཙང་ཨ་ནི་ཁོང་ལ་བརྩི་བཀུར་ཞུ་ཡས་དང་ང་རང་ཚོ་གི་སེམས་ཀྱི་ཚོར་བ་བསྟན་ཡས་དང་ཨ་ནི་ད་ང་ཚོ་དགའ་དགའ་སྤྲོ་སྤྲོ་བཏང་ནི་རོགས་རྒྱལ་བ་རིན་པོ་ཆེན་སྐུ་ཚེ་ཞབས་པད་བརྟན་ཡས་དང་ཨ་ནི་ང་རང་ཚོ་བོད་པ་ཚང་མ་ལོ་ཨ་ནི་བོད་ལ། དེ་འདྲ་ཟེར་ནས་གྱོ་པོ་ལོ་ཡེ་དང་ཨ་ཁ་ར་དེ། རྒྱུ་མཚན་མང་པོ་ཅིག་ད་དེ་ལ་ཞེ་དྲགས་གཅིག་པོ་ཅིག་མཐོང་གོ་ར་ཡིན་ནས་ང་ཚོ་རྒྱུ་མཚན་མང་པོ་ཅིག་ཨ་ནེ་ད་ད། མ་ནེ། སྐུ། སྐུ་ཆེ་གི་དོན་དག་ལ་མ་ནེ་ས་ཡ་ད་ཚང་མ་རུ་རུ་དོན་དག་ང་ཚོ་ཚང་མ་འཛོམས་ནས་ཅི་ཡིན་ན་ཨ་ནེ་ཏིས། དོན་དག་ཡག་ག་དང་བསམ་དོན་ཡག་ག་དང་མི་མང་ཚང་མ་ཁ་ལོ་རེ།

བུ་གཅིག་གོང་གོ་རི་ཟེར་ཡ་གི་དེ་ད་གི་ངའི་ལྷར་ཁར་སུ་ཟེར་ཡ་དེ་ལར་ཁི་སྒང་ལ་བུ་བཟི་ཟ་ཡ་བུ་གཅིག་གོན་ཡ་དེ་འདྲའི་གི་གཅིག་ཡི་གེ་ཁ་ཤས་དེ་སོང་སོང་དེ་ལ་དགོས་པ་རྒྱ་མཚོ་མང་པོ་ཡོད་ཀྱི་རེད་བ། ལགས་ལགས། ད་ལྷ་ཁར་དེ་དང་པོ་བོད་ནས་དར་ནང་ར་བ། ཡིན་ནའི་ད་ང་རང་ཚོ་ལ་ད་ཁོ་ན་ཚོ་རང་དབང་མེད་ན་ཡི་དེ་འདྲའི་གནང་གི་ཡོད་ར་བ། ང་རང་ཚོ་ལ་རང་དབང་ཡོད་དུས་ད་ང་ཚོ་དེ་ལ་འཛོམས་དུས་ག་ལ་དང་པོ་རང་ནས་ང་ཚོ་ཞལ་ལག་སོ་སོ་སོ་གི་བསྣམས་ཡོད་རེད་དེ་ནི་ཤ་མེད་ཞལ་ལག་རྐྱང་རྐྱང་རེད། ཨ་ནི་ཆུ་བ་དང་ག་རེ་ཡིན་ན་ག་འཇེ་བོད་པ་གི་ཐུགས་ལོ་གོན་ནས་ཤོ་སི་ལབ་གི་ཡོད་རེད་ད་ཚང་མ་ལོ་དུས་སུ་དུས་ཅིག་གི་ཁ་ལོག་རེད་དེ་གི་ལྷག་དཀར་གི་དུས་ཚོད་དེ་འདྲ་ལ་ཨ་ནི་ཞལ་ཞབས་རོ་ཡིན་ན་བོད་པ་ཞེས་ཀྱི་ད།

ད་མི་རིགས་ཅིག་རྙེད་བ་ལ་ང་ཚོ་སྐད་དང་ཡི་གེ་དེ་ཆགས་ཡོད་རེད་བ་གཙོ་བོ་དེ། དེ་ཡིན་དུས་ཀྱི་སྐད་དེ་གི་ཆེ་ཆུང་ཡི་གེ་དེ་གི་ཆེ་ཆུང་ག་འདྲེ་འདྲེ་མཐོང་འདུག་ཅི་ལྟར་ང་ཚོ་རྒྱུན་དུ་ནི་ང་ཚོ་ཡི་གེ་བེད་སྤྱོད་བཏང་ཡ་སྐད་དང་ཡི་གེ་དེ་གི་ཆེན་པོ་རེད་ཟེར་གྱི་ཡོད་རེད་བ། དེ་གི་ཆེ་ཆུང་འདྲ་བ་ག་འདྲེ་མཐོང་གི་འདུག་ཁྱོད་རང་གི་སེམས་ལས་དང་ཁྱོད་རང་འཚོལ་བ་ལ། ང་རང་གི་བསམ་པ་ལ་སྐད་དེ་གལ་ཆེན་པོ་མཐོང་གི་འདུག། ཁ་སང།

ད་ང་ཚོ་ཕྱི་རྒྱལ་ལུང་པ་ལ་སླེབས་ནས་རྒྱུ་རིང་པོ་ཕྱིན་རོགས་ཨ་ལགས། ཨ་ནི་ད་ད་ལྟ Swiss ལ་དག་གཞོན་གཞོན་དེ་ཚོ་སྐད་ཡག་པོ་ཤོད་ཀྱི་འདུག་རོགས་ད་དེའི་གདངས་དེ་དེས་མ་འདྲ་འགྲོ་ཅེས་ཁོ་ཚོས་རྒྱག་གི་རེད། ཡིན་ནའི་ཁོ་ཚོ་ད་བོད་པ་མཉམ་དུ་ཡང་ཚུ་མང་སུ་མང་སུ་ཡོང་ན་ཨ་ནི་ཡང་དེ་ག་ལེ་ག་ལེ་ཤོད་འགྲོ་གི་འདུག་ཨ་ནི་ཕ་མ་ཚོ་གི་སྤུ་གུ་ལ་ཡིན་གྱི་མིན་གྱི་སྐད་དེ་རྒྱག་གི་འདུག་མུ་མཐུད་ནས། ཁྱེད་དེ་ཨ་ནི། མི་མང་ནང་མཉམ་དུ་འཛོམས་ཡས་དེ་ཁྱོད་ཆོས་གོ་མཐོང་གི་འདུག། མི་མང་མཉམ་དུ་ཆོས་འབྱུང་ནས་ཁྲིད་འགྲོ་ཡས་དེ་ཡག་པོ་མཐོང་གི་འདུག། ཞེས་མ་ཡོང་མ་ཡོང་ན་གཅིག་མ་ཡོང་གཉིས་མ་ཡོང་ན་ཨ་ནི་ཆེན་པོ་བྱས་དུས་མི་ངོ་ཤེས་པ་མེད་ལ་ནི་ཨ་ནི་ཁོང་ཚོ་ཡོང་གི་མི་འདུག་བ། དེ་བཞིན་ནི་ཆོས་འབྱུང་ནས་ཁྲིད་འགྲོ་གི་འདུག་ཨ་ནི་ཕ་མ་ཚོ་གས་ཡང་སོ་སོ་གི་དོན་དག་སྒྲུབ་སྒྲུབ་བར་དུ་ཆུ་ཚོད་བཅུ་བ་བཅུ་གཅིག་དེ་འདྲ་བར་དུ་མ་དེ་བྱས་སྤོ་གི་ཆོས་འབྱུང་ཡོད་དུས་ཨ་ནི་ང་སང་སང་ལོ་རེ་བ་སྤོ་གི་ཡོད་རེད་བ། ཨ་ནི་ཡོང་ཡས་དེ་ཡོང་གི་འདུག་བསམ་གི་འདུག།

དེའི་གཞུག་ལ་ཡོད་ཡོན་ཅིག། གོར་བཞིན་འཁྲ་བའི་རེད་དེ་འདྲའི་འཛིན་རིམ་ག་རེ་ག་རེ་ཡོད་རེད་འཛིན་རིམ་དེ་ཚོ་གཅིག་སོང་ནས། ཨ་ལས། དང་པོ་ང་ཚོ་འཛོམས་རྒྱལ་བ་རིན་པོ་ཆེན་གྱི་སྐུ་པར་དེ་ཚོ་གྲ་སྒྲིག་ཞུས་ཨ་ནི་ཀེག་དང། འདྲེ་སྲི་དང། སོས་ཆ་དང་དེ་ཚོ་མཆོད་བཤམས་ལ་བཞག་ཨ་ནི་ང་ཚོ། གདན་པ་གདན་རེད་བ་ང་ཚོ་གི་རྒྱལ་བའི་ཞབས་བརྟན་དང་སྒྲོལ་མ་དང། བདེན་ཚིག་སྨོན་ལམ་དང་ཨ་ནི་ང་ཚོ་ད་རེས་མ་ནི།

དགའ་བོ་འདྲ་ག་འདྲ་བྱེད། མི་མང་པས་དགའ་བོ་བྱས་སོང། རོ་ཨ་ནི་སྤུ་གུ་ལ་ང་ཚོ་གི་ཚོགས་ཆུང་གི་མི་འགའ་ཤས་ཅིག་གིས་ཡང་སྤུ་གུ་ལ་རྩེད་མོ་འདྲ་མ་འདྲ་དེ་འདྲའི་རྩེད་མོ་སྣ་ཁ་བཞི་བཟོས། ཨ་སྤུ་གུ་ཡང་ག་ཤས་ཚོགས་མི་ག་ཤས་སྤུ་གུ་ལ་ཡ་ཆེ་ཨ་ནི་ཕ་མ་དེ་ཚོ་སྒོར་བཤད་འཁྲབ། འདུག་ས་ཨ་ནི་ང་རང་ཚོ་གི་ཚོགས་མི་དེ་ཚོ་ཤ་མེད་ཤ་ལ་རྣམས་ཡོད་རོ་ཨ་ནི་དེ་ས་ཨ་ནི་མི་མང་ཁོ་ན་ཚོས་སྒོར་བཤད་འཁྲབ་ནས་བཞག།

སུ་གྱིས་སུ་སུ་བོད་བོད་མིའི་ཚོགས་པའི་གི་གོ་སྒྲིག་འོག་ལ་འདི་ལ་ཤོག་ཁེ་རྒྱག་རོམ་ཞེས་ད་སྐུ་ཕུལ་བསྒྲིགས་ཡ་རེད་འདི་ལ་ཅི་ནས་གི་འཛུལ་རིགས་ང་ཚོ་ས་གནས་དེ་ལ་ཁོང་ཚོ་ཚོགས་ཆུང་གཅིག་གི་དེ་འདྲའི་གོ་རེ་ཞིག་རེད་དེའི་དེ་གི་སྒང་ལ་ངས་དྲི་བ་ཞིག་ཡོད་ཁོང་རྣམ་པ་གཉིས་ལ་ཚོགས་ཆུང་གི་ཚོགས་གཙོ་དང་དེ་ནས་བུད་མེད་ཚོགས་པའི་སྤྱི་བུད་མེད་ཚོགས་པའི་སུ་སུ་བུད་མེད་ཚོགས་པའི་ཚོགས་གཙོ་རྣམ་པ་གཉིས་ལ་བཀའ་འདྲི་ཞིག་ཡོད་དེ་དེ་རིང་ང་ཚོ་སྐོར་བཞི་འཁྲབ་ཡ་རེད་དེ་ནས་བོད་པ་མང་པོ་དགར་དགར་སྤྲོ་སྤྲོ་གང་ནས་འདི་ལ་ཕེབས་ནས་དཔེ་མི་སྲིད་ཡག་པོ་བྱུང་སོང་བསམ་སོང་འདྲ་ང་སོ་སོ་སེམས་ནང་དྲན་སོང་དེ་བོད་པ་ཚང་མས་ང་ཚོ་གི་ཁྱད་ཞུགས་དེ་ང་རང་ཚོའི་སྐད་དང་ཡི་གེ་དེ་ཡིན་གཅིག་ཡིན་གཅིག་མ་བརྗེད་པ་གནང་རོགས་གནང་ད་གིན་ངས་ང་ཚོའི། ལྷག་བསམ་སྒྲོན་མེའི་གཙོ་སྐྱོང་གི་དབྱངས་ཅན་ལགས་ངས་བཀའ་ཁྱེར་བཀའ་འདྲི་ཞུས་པ་ཡིན། དེ་དུས་ཀྱི་སྐད་ཆེན་པོ་འདུག་གསུངས་འདུག་གསུང་བ་ནང་བཞིན་གྱི་ང་ཚོ་ཚང་མིག་གི་བོད་རིགས་སྤུན་ཟླ་ཚང་མིག་གི་ང་ཚོ་ད་ཕྱིས་རྒྱལ་ཁབ་ལ་ང་ཚོ་ཚང་མ་ཆགས་ཡོད་རེད་ཡིན་དུས་ཀྱི་ཚང་མིག་གི་ང་ཚོ་ཤུགས་རྒྱག་དགོས་ཡ་དེ་གི་ཆེ་ཤུགས་དེ་ང་ཚོ་སྐད་དང་ཡི་གེ་དེ་རེད་བོད་ཕ་དེ་གཉིས་དང་མ་དེ་སྐད་དེ་ཡི་གེ་དེ་གཙོ་བོ་དེ་གི་ཆེ་ཤུགས་ནི་ཆེ་ཆགས་ཡོད་རེད་སོ་སོ་ལྟ་བས་ནི་སྐད་དེ་ཡི་གེ་དེ་ཡིན་གྱི་མི་སྦྱང་གི་ཡོད་དུས་རྒྱུན་དུ་ནི་སྦྱང་གི་ཡོད་རྣམ་པ་ཚོ་ཚང་མིག་གི། ང་ཚོ་བོད་རིགས་སེར་འདྲ་གཅིག་ནི་སྐད་དང་ཡི་གེ་དེ་གུས་ཆེ་ཤོས་རེད་དེ་དེ་དེ་ཚང་མས་མ་བརྗེད་པ་གནང་རོགས་གནང། དེའི་དེ་དང་སྟབས་བསྟུན་ནས་གི་རྒྱ་བོ་རིན་པོ་ཆེའི་སྐུ་ཚེའི་ཞལ་དཔེར་བསྟན་ཡང་ང་རང་ཚོ་ད་ཁ་ཤས་ཀྱི་ཅིག་བོད་པའི་ཡི་གེ་དང་སྐད་ཤེས་ན་ཞེ་དྲག་ལས་ཀ་རག་གི་མི་འདུག་ཟེར་ཡ་ཚོ་འདྲ་བོ་དེ་འདྲའི་ཙམ་མ་རེད། ང་ཚོ་ཚོ་རང་བཙན་རྒྱལ་ཁབ་ཡོང་མཁན་མང་པོ་ཅིག་ལ་སྐད་དང་ཡི་གེ་མེད་མཁན་དེ་འདྲའི་མང་པོ་ཡོད་རེད་ང་རང་ཚོ་སྐད་དང་ཡི་གེ་ཡོད་རེད་སྐད་དང་ཡི་གེ་དེ་བདག་ཁོ་རྒྱག་པ་ཡ་དེ་ང་ཚོ་མི་རིགས་ལ་རག་ལས་ཡོད་རེད་མི་རིགས་ཚང་མས་གི་སྐད་དེ་བདག་ཁོ་དེ་ཡིན་གཅིག་མིན་གཅིག་རྒྱག་རོགས་གནང། ཐུགས་རྗེ་ཆེ་ཚང་མ་ལ་འཚམས་འདྲི་བྱེད་ཡ་ཡིན་བཀྲ་ཤིས་བདེ་ལེགས།